དེ་ལྟར་ཚོགས་ཡོད་པའི་དེ་ཆོས་དེ་ཡང་སྔ་དྲོའི་ཤ་ལ། རྗེ་བཙུན་འཇམ་དཔལ་དབང་དང་དབྱེར་མེད་པའི་ཀུན་མཁྱེན་མི་ཕམ་གཙོ་བོར་བྱས་པའི་དཀྱིལ་འཁོར་གྱི་བླ་སྲོག་ཐམས་ཅད་མདུན་བསྐྱེད་རྣམ་དཀར་ས་ལ་བཏབ་ནས། དང་པོ་སྐྱབས་སུ་འགྲོ་བ་དང་ཐེག་པ་ཆེན་པོའི་རྩ་བར་གྱུར་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་གསུང། མཚོན་བྱེད་དུ་སྔགས་བཟླས་པ་དང། སྐུ་མཚོན་བྱེད་དུ་ཕྱག་རྒྱ་བྱེད་པ་དང་ཐུགས་མཚོན་བྱེད་དུ་ཏིང་ངེ་འཛིན་ལ་སེམས་རྩེ་གཅིག་ཏུ་བཞག་ནས་སྣང་བ་ཐམས་ཅད་ལྷ་དང་བླ་མའི་རང་བཞིན་ཡིན་པར་བསྒོམ་པ་དང། དག་པ་ཐམས་ཅད་སྔགས་ཀྱི་རང་བཞིན་ཡིན་པར་བསྒོམ་པ་དང། དྲན་སྟོབས་ཐམས་ཅད་ཆོས་ཀྱི་རང་བཞིན་ཡིན་པར་བསྒོམ་པ་འདི་ཡང་སྣང་གྲགས་རིག་གསུམ་ལྷ་སྔགས་ཆོས་ཀྱི་ངང་ཞེས་གསུངས་པ་ལྟར་དུ། གནས་པའི་དོན་གོམས་ཤིང་ཆོ་ག་འདོན་པ་དང་སྔགས་རྒྱས་པ་དང་ལྷ་གོམས་པ་དང་འཇམ་དཔལ་གཞོན་ནུར་གྱུར་པའི་མཚན་ཡང་དག་པར་བརྗོད་ཅིང། མཆོད་བྱེད་ཀྱི་རིམ་པ་དང་རྩོད་པའི་རིམ་པ། སོགས་ཀྱི་སྒོ་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ཡི་ཀུན་མཁྱེན་མི་ཕམ་འདས་མཆོད་རྒྱས་པར་སོགས་པ་ཡིན་པའི་ཕྱིར། དེ་ལྟར་སྤྲུལ་པའི་དགེ་བའི་རྩ་བ་གང་ཡོད་པ་དེ་དག་དང། སྐྱེ་བ་འདི་དང་གཞན་དག་ཏུ་སྦྱིན་པ་སོགས་བཏང་བ་དང་དཀོན་མཆོག་སོགས་ལ་ཕྱག་མཆོད་བྱེད་པ་དང་སྦྱར་བ་བཟང་པོ་སྒྲུབ་ཕོད་པའི་དགེ་བའི་རྩ་བ་གང་ཡོད་པ་དེ་དགེ་ཐམས་ཅད་ནི་གཅིག་ཏུ་འདུས་ཤིང་བསྡུམས་ཏེ་བླ་ན་མ་མཆིས་པའི་སྐྱབས་གནས་ཀུན་སྤྱོད་གསུམ་ལ་རེ་བ་མེད་པའི་སྒོ་ནས་སྔོན་གྱི་གར་བ་དང་མ་འོངས་མ་བྱོན་པའི་གར་བ་དང་ད་ལྟ་འཚོ་ཞིང་རྩ་བ་དང་བརྒྱུད་པའི་བླ་མ་དམ་པ་རྣམས་ཀྱིས་ཇི་ལྟར་བསྔོ་བར་བྱེད་པ་དེ་བཞིན་དུ་བདག་ཅག་རྣམས་ཀྱིས་ཀྱང་བསྔོ་དགོས་པ་ཡིན་པའི་ཕྱིར། དེ་ཡང་ཕུང་པོ་གསུམ་པའི་མདོ་ལས་ཇི་ལྟར་འདས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས་ཡོངས་སུ་བསྔོ་བ་དང་ཇི་ལྟར་མ་བྱོན་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས་ཡོངས་སུ་བསྔོ་བར་འགྱུར་བ་དང། ཇི་ལྟར་ད་ལྟ་བཞུགས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས་ཡོངས་སུ་བསྔོ་བར་བྱེད་པ་དེ་བཞིན་དུ་བདག་གིས་ཀྱང་ཡོངས་སུ་བསྔོ་བར་བགྱིའོ་ཞེས་གསུངས་པ་ལྟར་དུ་དངོས་བསྐོར་བ་ཡིན་པའི་ཕྱིར།